ལོ་རྒྱུས་ཉི་ཤུ་པ་ཡི་ལེའུ་ལྔ་པ། ད་ལྟ་ང་ཚོ་བྱིས་པ་ཡི་རྒྱ་མོ་སུ་ལུ་མོ་མཇལ་ཁ་ཡོང་བའི་ལོ་རྒྱུས་དེ་ལྟ་གི་ཡིན། བྱིས་པ་ཡི་རྒྱ་མོ་སུ་ལུ་མོ་མཚན་གཉིས་འདྲ་ཡོད་པ་དེ་ཐོས་པ་དང་སུ་མོ་ཡི་བྲོ་བ་ཁ་བོ་ཁ་ཤས་དང་མཉམ་དུ་ཡོ་རོ་ཤང་ལམ་ལ་ཁོང་མཇལ་ཁ་ཕེབས་པ་རེད། མོ་ཡིས་རང་གི་གཡོག་པོ་མང་པོ་དང་མཉམ་དུ་སྨན་སྣ་དང་བཅས་པས། རྔ་མོང་རྣམས་ལ་ཟས་དངོས་སྣ་ཚོགས་བསྐྱིས་ནས་ཡེ་རུ་ཤ་ལམ་ལ་སླེབས་པ་དང། དེ་ནས་མོ་གིས་སུ་ལོ་མོ་ལ་རང་གིས་དྲི་འདོད་པའི་དྲི་བ་ཚང་མ་དྲིས་གནང་བ་རེད། མོ་ཡིས་དྲི་བ་གང་ཞིག་བསྟན་ན་ཡང་རྒྱལ་པོ་སུ་ལོ་མོ་ལ་དཀའ་ལས་ཁག་པོ་གང་ཡང་བྱུང་མེད་པ་དང་མོ་ཡིས་སུ་ལོ་མོ་ནི་ཧ་ཅང་མཁས་པ་ཡོད་པ་དེ་མཐོང་ཡོད་པ་མ་ཟད་ཁོང་གིས་བརྗོད་གནང་བའི་ཕུགས་རྡང་ཡང་མཐོང་བ་རེད། གྲུ་རྩི་ཡི་སྟེང་དུ་ཁ་ལག་དང་ལས་བྱེད་པ་རྣམས་ཀྱི་བཞུགས་ཤག་ཕུག་རོན་གྱི་ལས་བྱེད་པ་རྣམས་ཀྱི་བྲེལ་འཚུབ་བཅས་མཐོང་པ་དང་གཞན་དང་མ་འདྲ་བ་ཞིག་མཐོང་ཡོད། དེ་ནས་མོ་མཆོད་ཁང་ལ་ཕེབས་པ་དང་རྨ་ཆུ་ཕུལ་བའི་རྨི་བ་རྣམས་ལ་གཟིགས་ཏེ་རྒྱ་མོ་རང་གིས་ཅིས་ཀྱང་སྨྲས་མ་ཐུབ་པ་ཧམ་སངས་བ་རེད། མོ་ཡི་རྒྱལ་པོ་སུ་ལུ་མོ་ལ། ངའི་རང་ཡུལ་དུ་ཡོད་པའི་སྐབས་སུ་ཁྱེད་ཀྱི་ཤེས་རོགས་སྐོར་ཐེག་པ་དང་ཁྱེད་ཀྱི་ལས་ཀ་སྐོར་ཐེག་བྱུང། ངས་དེ་ལ་ཡང་ནས་དེ་ཚོ་ཐམས་ཅད་མཐོང་པ་དེ་དངོས་གནས་བདེན་པ་རེད་ཤག། འོས་ཀྱང་ངའི་མིག་གིས་མ་མཐོང་བར་དུ་དེ་ལ་ཡིད་ཆེས་བྱས་མེད། ཁྱེད་ཀྱི་ཤེས་རབ་དང་ལོ་ཅེས་རྣམས་ནི་ངའི་ཐེག་པ་ལས་ལྷག་པ་འདུག་པས་དེའི་ཕྱེད་ཀ་ཙམ་དུ་ངས་ཐེག་མི་འདུག། ཁྱེད་ཀྱི་སྐུ་ཟླ་རྣམས་དང་བྱང་ཆུབ་པ་རྣམས་ནི་སུན་སྣང་ཆེན་པོ་རེད་འདུག་དུས་ཚོད་དེའི་རྒྱུན་དུ་ཁྱེད་ལྟ་རྣམས་དུ་གནས་པ་དང་ཁྱེད་ཀྱི་ཤེས་རབ་ཅན་གྱི་སོ་སྐད་རྣམས་ཐོས་བའི་གོ་སྐབས་ཡག་པོ་ཐོབ་འོས། ཡ་ཧོ་ཝཱ་ཁྱེད་རང་གི་དཀོན་མཆོག་ལ་དད་པ་ཡོང་བར་ཤོག་ཁོང་གིས་ཁྱེད་རང་ལ་མཐུ་སྙིང་པོ་གནང་ནས་ཁྱེད་ནི་ཨིསི་རཱཨེལ་པ་རྣམས་ཀྱི་རྒྱལ་པོ་ལ་བསྐོས་བཞག་གནང་ཡོད། ཡ་ཧོ་ཝཱ་དཀོན་མཆོག་གིས་ཨིས་ར་ཨེལ་པ་རྣམས་ལ་བྱམས་པ་གནང་གི་རེད། ཁྱེད་ཀྱིས་ལས་ཀ་གང་བྱས་ཀྱང་གྲངས་འབོར་གྲངས་བཤགས་གནང་གི་ཡོད་པ་དེ་ཡ་ཧོ་ཝཱ་དཀོན་མཆོག་གི་མཆན་ནས་བྱས་ཙམ་ཁོང་གིས་ཁྱེད་རྒྱལ་པོ་ལ་བསྐོས་བཤགས་གནང་ཡོད་ཞེས་རྒྱ་མོ་ཡིས་ཤོད་པ་རེད། རྒྱལ་པོ་སི་ལོ་མོ་ནི་རྒྱལ་པོ་གཞན་དང་མ་འདྲ་བར་ཤེས་རབ་ལྡན་པ། རྟོགས་དང་ནུས་མཐུ་ལྡན་པ་ཞིག་ཡོད་པའི་ལོ་རྒྱུས་དེ་རེད།